དེ་ནས་སྐུ་ཚབ་ཚོ་ཡེ་ཤུའི་དྲུང་དུ་འཛོམས་ཏེ་འདྲི་བྱས་པ་དང་ཆོས་བརྗེ་ལྡན་པའི་ལོ་རྒྱུས་ཐམས་ཅད་ཁོང་ལ་ཞུས་པ་ལ། དེ་རུ་ཕར་འགྲོ་ཚུར་འོང་གི་མི་མང་པོ་ཡོད་དེ་ཁོང་རྣམས་ལ་ཞལ་ཟས་ཞལ་ལོང་ཡང་མ་བྱུང། ཡེ་ཤུས་ཁོ་ཚོར། ད་ཁྱེད་ཚོ་ཚུར་ཤོག་ལ་ངེད་དང་ལྷན་དུ་དབེན་གནས་ཤིག་ཏུ་སོང་ནས་ཉལ་ཅུང་ཙམ་གསོ་བ་བྱའོ་ཞེས་གསུངས་ནས། ཁོང་རྣམས་མི་གཞན་མེད་པར་གྲུ་ལ་བཞུགས་ནས་དབེན་གནས་ཀྱི་ཕྱོགས་སུ་ཕེབས། མི་མང་པོས་ཁོང་རྣམས་ཕེབས་བཞིན་པ་མཐོང་སྟེ་ཁོང་རྣམས་སུ་ཡིན་ཤེས་པས་གྲོང་སྡེ་ཐམས་ཅད་ནས་རྒྱུག་ཡོང་སྟེ་ཁོང་ཚོའི་སྔོན་ལ་སླེབས། ཡེ་ཤུ་གྲུ་ལས་བབས་དུས་མི་ཚོགས་མང་པོ་ནི་རྫི་བོ་མེད་པའི་ལུག་དང་འདྲ་བར་འདུག་པ་གཟིགས་པས་ཐུགས་བརྩེ་བའི་ངང་ནས་དེ་ཚོར་ཆོས་མང་པོ་གསུངས། ཉི་མ་ནུབ་ལ་ཉེ་བའི་དུས་སུ། ཉེ་གནས་ཚོ་ཁོང་གི་དྲུང་དུ་ཡོང་སྟེ་ས་ཆ་འདི་དབེན་སྟོང་ཡིན་ཞིང་ཉི་མ་ཡང་ནུབ་ལ་ཉེ་བས། ཁོ་ཚོ་མཐའ་འཁོར་གྱི་ཡུལ་སྡེ་རྣམས་ལ་རང་རང་གི་ཟས་ཉོ་རུ་གཏོང་བར་མཛོད་ཅེས་ཁོང་ལ་ཞུས་པ་ན། ཡེ་ཤུས་ཁོ་རྣམས་ལ། ཁྱེད་ཚོས་ཁོ་ཚོར་ཟས་སྟེར་ཅིག་ཅེས་གསུངས། ཁོ་ཚོས་ང་ཚོ་སོང་ནས་དེ་སྣ་རིལ་དངུལ་སྒོར་ཉིས་བརྒྱ་བཏང་སྟེ་བག་ལེབ་ཉོས་ནས་ཁོ་རྣམས་ལ་སྟེར་བར་བྱ་འམ་ཞེས་ཞུས་པ་ལ། ཁོང་གིས་ཁྱེད་རྣམས་སོང་ནས་བག་ལེབ་ཇི་ཙམ་ཡོད་པ་ལྟོས་དང་ཞེས་གསུངས་པ་དང་ཉེ་གནས་ཚོས་ཤན་འབྱེད་ཁོང་ལ་བག་ལེབ་ལྔ་དང་ཉྭ་ཤ་གཉིས་འདུག་ཅེས་སྨྲས། དེ་ནས་ཡེ་ཤུས་ཉེ་གནས་ཚོ་ལ་མི་ཚོ་ཚོགས་པ་ཚོགས་པ་བྱས་ཏེ་སྤང་གི་སྟེང་ལ་སྡོད་འཇུག་པའི་བཀའ་གནང་ནས། མི་ཚོ་བརྒྱ་རེའམ་ལྔ་བཅུ་རེ་བྱས་ནས་བསྡད། ཡེ་ཤུས་བག་ལེབ་ལྔ་དང་ཉྭ་ཤ་གཉིས་པོ་ཕྱག་ཏུ་བསྣམས་ཏེ་དཀོན་མཆོག་གི་ཞིང་ཁམས་ལ་ཡར་གཟིགས་ཤིང་དཀོན་མཆོག་ལ་བཀའ་དྲིན་ཆེ་ཞུས་རྗེས་བག་ལེབ་དུམ་བུར་བརྫེས་ནས་ཉེ་གནས་ཚོ་ལ་གནང་སྟེ་མི་ཚོགས་ལ་བསྒོ་རུ་བཅུག། གཉའ་ཤིང་གཉིས་པོའང་ཁོང་གིས་བག་ལེབ་བགོས་པ་བཞིན་དུ་བརྫེས་ནས་ཉེ་གནས་ཚུད་ཀྱང་མི་ཚོགས་ཐམས་ཅད་ལ་སྦྱིན་པས། མི་ཚང་མས་ཟས་ནས་ཚིམས་པར་གྱུར། དེ་ནས་ཉེ་གནས་ཚོས་བག་ལེབ་དང་གཉའ་ཤའི་ཟས་ལག་བསྡུས་ནས་སླེ་པོ་བཅུ་གཉིས་བཀང་ཞིང། བག་ལེབ་ཟ་མཁན་ནང་ལ་སྐྱེས་པ་ཁོ་ན་ལྔ་སྟོང་ཙམ་ཡོད་པ་ཡིན་ནོ།